ཆགས་བསྡད་ཡོད་རེད། དེ་ཕྱོགས་གཅིག་ནས་ད་ཨ་མ་ལགས་ནམ་རྒྱུན་ནས་ཞི་རག་གི་སེམས་པ་བཟང་པོ། སྙོམས་ཆུང། ཨ་ནི་ཅིག། མི་གཞན་ལ་ཁ་གྲག་ན་ཟ་མ་དགོས་པ། མི་གཞན་ལ་གང་ཐུབ་ཅི་ཐུབ་ཀྱིས་ད་རོགས་ཕན་བྱེད་བསྡད་ངེས། མི་གཞན་ལ་མཐུན་སྒྲིལ་ཆེན་པོ། ཨ་ནི་ཆོས་ལ་ཡ། ཏེ། དད་གུས་ཧ་ཅང་ཆེན་པོ་ཡིན་བསྡད་ངེས། འདི་འདྲའི་ཅིག་ད་ནམ་རྒྱུན་ནས་སོ་སོའི། ཅིག།

ཉམས་ལེན་ལ་ཡང་སྦྱར་ནས། སོ་སོའི་གི་ཉིན་རེའི་འཚོ་བའི་ནང་ལ་སྦྱར་ནས་མི་ཚེའི་ཆ་ཤས་ལ་ཡང་འགྲོ་ཐུབ་པ་ཅིག་འདི་འདྲའི་བྱུང་བ་ཡིན་ན་ད་དེ་གལ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད། དེ་ནས་གཉིས་པ་དེ་ལྟར་མ་ང་ཚོ་མི་ཚེ་མཐའ་མ་ཅིག་འཆི་བའི་སྐབས་ལ་ཡང་ད་ནི་ཅིག་ད་གལ་ཆེན་པོ་རེད་ཆགས་བསྡད་ཡོད་རེད་ད་དེའི་སྐབས་ལ་ཡང་ག་ཚོད་ཐུབ་ཐུབ་ཀྱིས་ད་དགེ་བའི་སེམས་དང་འབྲེལ་བའི་སྒོ་ནས་མ་ཅིག། ཕྱི་ཡ་གཅིག་དང། དེའི་སྐབས་དེ་ལ་ཡ་ད་ནད་གཡོག་ཡིན་ན་འདྲ། དེའི་ཉེ་སྐོར་ལ་ཡོད་དེ་ཡ་གི། ནང་མི། ཚོའི་ཐོག་ནས། ཅིག། རྒྱ་གར་རིན་ཆེན་སྐུ་པར་འདྲ། སྟོན་པ་བཅོམ་ལྡན་འདས་ཀྱི་ཞལ་ཐང་འདྲ། སྐུ་བརྙན་འདྲ། འདི་འདྲའི་གི་ད་ཅིག། ཕྱི་འགྲོ་བའི་སྐབས་ལ་ཡ། མིག་མཐོང་ས་ལ་ཡ། ཅིག་དཀྲིག་བཤམ་བྱེད་ཡ་རེད། མིག་མདུན་ལ་བསྟན་ཡ་རེད།

སྟབས་ནམ་རྒྱུན་ད་སོ་སོའི་གི་ཉེ་སྐོར་དང་རྩིས་སྐོར་ས་འདི་འདྲའི་ཡོད་པ་ནི་ད་རྩིས་སྐོར་ནི་ཨ་ནི་རྩིས་རིག་ནང་ལ་ཡང་ད་ཕུང་པོ་འདོན་ཡག་དང་ཨ་ནི་རྒྱབ་བཅོས་མདུན་བཅོས་བྱེད་ཡག་དང་ད་མང་པོ་ཅིག་ཡོད་རེད་མདུན་བཅོས་ཡིན་ན་ཕུང་པོ་མ་བཏོན་དགོང་ལ་ཡག་ཨ་ནི་ད་ཅིག་དགོས་པའི་ཆོས་དྲུག་ལ་བློ་ཡག་གི་མཚོན་པའི་ད་ཅིག་གནང་དགོས་མང་པོ་ཅིག་ཡོད་རེད་རྒྱབ་བཅོས་དེ་ད་ཕུང་པོ་མང་བཏོན་ཟིན་པའི་འོག་ལ་ཡག་ད་ལྷག་དེ་ངའི་ནང་མི་ཚོས

འདོན་དགོས་ཀྱི་ཡོད་མེད་ཕྱོགས་མཚམས་ག་བ་ཁེལ་ཡོད་མེད་རེད་ད་དེ་གའི་དེ་རྩིས་ནང་དུ་འདོན་གྱི་ཡོད་པ་ཡིན་དུས། ད་རྩིས་སྐོར་ཡག་དེ་གལ་ཆེན་པོ་རེད་ཅི་རེད། ཡང་སོ་སོའི་གི་ཉེ་སྐོར་དང་དེའི་ཡང་ལ་རྩིས་སྐོར་ས་འདི་འདྲའི་མེད་པ་ཡིན་པ་ཡིན་ན་ནི། ཡང་ཡིན་གཅིག་མིན་གཅིག་ཡང་རྩིས་སྐོར་མ་ཐོབ་ན་འགྲིག་གི་རེད་ངས་ནི་གལ་ཆེ་བ་དེ་ད་རྩིས་སྐོར་ནི་ཡང་རྩིས་ནང་ལོགས་ལ་ཡང་བྱེད་དགོས་པ་མང་པོ་ཞིག་རེད་དེ་གའི་དེ་བྱེད་ཐུབ་པ་ཡིན་ན་ཡག་པོ་ཡིན་བྱེད་མ་ཐུབ་པ་ཡིན་ན་གནང་རྣམ་རྟོག་ཞིག་ད་ནང་ཡང་མེད་པ་འགྲོ་ཅི་རེད།

ཉི་མ་གསུམ་གྱི་རིང་ད་ཡིན་གཅིག་མིན་གཅིག་ཕུང་པོ་མ་སྟོན་པ་བཞག་དགོས་ཅིག་གསུངས་ཡོད་རེད། ཉི་མ་གསུམ་གྱི་རིང་ད་དེ་ང་རང་ཚོའི་སྐྱེ་བོ་དམ་པ་མ་ཡིན་པའི་མི་ཕལ་པ་ཡིན་ན་ཡང་རྣམ་ཤེས་དེ་ཕུང་པོའི་ནང་ལ་ཡིན་ཉི་མ་གསུམ་སྤྱི་དང་མི་མང་ཆེ་བ་ལ་གནས་དགོས་ཡོད་ཟེར་འདུག་ཀི་ཤེས་དགོས་བ་རེད། ད་སྐྱེ་བོ་དམ་པ་ཡིན་ན་ཡང། ཅིག། ཕྱིས་ནས་འདི་ནས་ཐུགས་དམ་ཞུ་ཡ་ཨི་ད་ཅིག། ཉིན་གྲངས་བདུན་ཕྲག་གཅིག་བདུན་ཕྲག་གཉིས་བདུན་ཕྲག་གསུམ་བདུན་ཕྲག་བཞི། ཟླ་བ་གཅིག་ལྷག་འདི་འདྲའི་ད་རིང་དུ་སྣ་ཚོགས་ཡོང་དུས་འདུག་ཡོང་དུས་ད་མི་ཕལ་བའི་ཁྲོད་ལ་ཡ། ད་ཐུགས་དམ་ཟེར་ཐ་སྙད་ཡོད་ན་མེད་ན། ད་ད་ཅི་དང། ཉི་མ་གསུམ་ཟེར་ཅིག་ད་མང་ཆེ་ལ་གནས་གི་ཡོད་ཟེར་ཡོད་རེད། ད་ཅི་དང་ང་ཚོ། གཟུགས་པོའི་ནང་ནས་རྣམ་ཤེས་ཕྱི་ལ་ཐོན་པའི་རྟགས་དེ་ལ་ད།

ཡང་གཅིག་ཕ་སྐད་དུ་རྩིས་གོ་ངེས་ཞུ་ཡས་ཡོད་རེད་ད་དང་ད་གནམ་ཤིས་ཐོན་ཡོད་ས་མ་རེད་ཨ་ནི་བེ་ཡི་དྲི་མ་ཁ་གི་མི་འདུག་ཡིན་ད་ནང་བཞིན་གི་གཟུགས་པོའི་གཟི་དང་འདི་གྱེས་དེ་མ་ཉམས་པ་འདུག་སྣེ་འདྲེ་ཤག་ཅང་ཟི་དཀར་མ་འདི་གྱེས་དེ་བབས་མི་འདུག་དེ་འདྲའི་ཨ་ནི་ཡང་གཅིག་ཉི་མ་ཁ་ཤས་ཞུ་ལ་ཡ་འདོན་ཆོག་གི་ཟེར་ཡ་འདུག་འདི་འདྲའི་ཡོད་རེད་ཅི་དང་ད་ད་ཕུང་པོ་འདོན་རྩལ་དེ་ལ་ད་གཡང་ས་མ་ཡིན་པ་རེད། ད་ནང་བཞིན་གྱི་དུར་གྱི་གནམ་སྒོ་མ་གལ་བ་རེད་ད་འདི་འདྲའི་གི་རྩིའི་ནང་ལོགས་ནས་ད་གཤིན་རྩིའི་ནང་ལོགས་ནས་ཁ་ཤས་ཅིག་འདུག་ས་ཡོད་རེད། འདི་བྱས་ཀྱི་ནི། བྱས་ན་ད་གལ་ཆེ་ཆེ་ཡ་ཅིག་དེ་ད། མི་འཆི་བ་ད་ལམ་སང་ཉི་མ་དག་རང་འདིའི་སང་ཉིན་དག་རང་འདིའི་གནངས་ཉིན་དག་རང་ལམ་སང་ཕུང་ཚེ་ད་ཡང་འདི་བོད་ཆས་ཆོག་གི་མེད་པར་འགྲོ་ཀྱི་གསུངས་ཡོད་རེད་ད་མང་ཆེ་བ་རྣམས་ཞེས་འདི་ཉི་མ། གསུམ་ཟེར་གྱི་གནས་གི་མེད་པས་སོ། ཅི་ལ་རྣམ་ཤེས་གནས་པའི་རིང་དེ་ལ་ཡང་ཕུང་སེལ་བྱས་ཏེ་ཆོག་དགོས་བ་མ་རེད། འདི་གཅིག་རེད། བྱས་ཙང་ད་འདིའི་སྐབས་ལས་འཆི་བ་རེད་མ་ཏི་ཤི་བ་གས་མ་རེད། ཤི་ཟེར་དུས་ད་སུ་སུས་ད་འདས་ཀི་ཚེ་འདས་ཀི་ཕུང་པོའི་ནང་ནས་གཟུགས་པོའི་ནང་ནས་ད་རྣམ་ཤེས་འཆི་ལ་ཡང་ཐོན་སོང་ན་ཨ་ནི་ཤི་བ།

ཚན་རིག་པར་དུ་རེད་བདག་ནང་བཞིན་གྱི། ད་ཅིག་ཕྱི་ལུགས་དངོས་པའི་ཐོག་ནས་བཤད་པ་ཡིན་ན་ད་ཀོ་ཤི་བ་རེད་ལགས་རེད་ད་ང་རང་ཚོའི་ཆོས་ཕྱོགས་ཐོག་ནས་བཤད་པ་ནི་འཆི་བ་རེད་མ་གཏོགས་ཤི་བ་མ་རེད། ད་དུང་ནང་གི་འབྱུང་བ་ཕྲ་མོ་རེད། རྣམ་ཤེས། སྣང་བ་བཀའ་ལམ་པ་ཆད་པ་མ་ལོ་ཉིས་སྟོང་ནང་ལམ་པ་འཆི་བ་འོད་གསལ་བྱས་བྱས་ནས་འདི་སྐད་དེ་རིན་པ་ཞིག་འདུག་བྱས་བྱས་ནས་འཆི་བ་འོད་གསལ་སྐབས་ལ་ད་རྣམ་ཤེས། ལུས་ནང་སྙིང་གའི་ནང་གནས་བྱས་ནས།

འདི་ལྟའི་གནས་ངན་སྐྱེ་བ་རྗེས་མ་འདི། དེ་འདྲའི་རྟེན་ཐོབ་ཡ། གང་ལྟར་ད་ལྟའི་གནས་ངན། དེ་འདྲའི་རྟེན་སང་ཐོབ་ཡ། དེ་འདྲའི་ལུས་རྟེན་ཐོབ་ཡ་ཕལ་ཆེར་བརྒྱ་ཆའི་བརྒྱ་ཐམ་པ་ཐག་ཆོད་ནི། ཞེས་ཆུང་ངུའི་དུས་སུ་བཀའ་ཆོས་ཐེངས་མང་པོ་ལ་འདུག་གསུངས་གནང་ཡོད་རེད། འདིའི་དུས་ད་འདི་གའི་ཐད་ཅིག་རེད། ད་གང་ལྟར་འཆི་བའི་སྐབས་ལ་ཡང་ད་ཕོ་བ་བྱེད་མཁན་ཡོད་ན་ཅིག་རེད་ཨེ་མེད་ན་ཞེ་དྲག་གི།

འདི་མ་སྐྱེས་པ་རུ་དེ་ལ་ཡང་ད་འདི་བར་དུ་ཆགས་འདེགས་རང་བར་དོ་བྱེད་ཅེ་ན། ཅེ་ན་བར་དོ། ད་བར་དོ་དེ་ལ་འདོད་པའི་བར་དོ་གཅིག་དང། ཁམས་གོང་གི། ད་གཟུགས་ཁམས་ཀྱི་བར་དོ་ཞེས་གཉིས་ཡོད་པ་རེད། ད་གཟུགས་ཁམས་བར་དོ་དེ་ཡིན་ན། ད་གཟུགས་ཁམས་དེ་ཅི་དང་ད་ན་འདིར་བ། ཁམས་གསལ་ལ་ཡང་ཆགས་པ་དང་བྲལ་བ་ཡིན་གསུམ་ཡོད་རོ། དེ་ཡིན་དུས་ད་གཟུགས་ཁམས་མ་ཡིན་པའི་ད་འདོད་པའི་བར་དོ་ཡིན་ན། ཨ་ནི་ཅིག་ཟས་ལ་ཡང་དགྲ་བྲིས་ཟ་གི་ཡོད་པ་ཡིན་དུས་ད་ནམ་རྒྱུན་བར་དོ་ཁོ་རང་ལ་ཡང་བྲིས་ཟ་ཟེར་ལབ་གི་ཡོད་པ་ཡིན་དུས་ད་དེ་སུར་གི་བྲིས་ཏེ་ད་བར་དོ་ཡི་ཟས་འགྲོ་བྱེད་ཀྱི་ཡོད་པ་ཡིན་དུས་ད་སུར་བཏང་ཡང་དེ་གལ་ཆེན་པོ་ཅིག་བརྩིས་ཏེ་གར་ཡིན་ནའང་སུར་དེ་པའི་བཏང་བ་གཅིག་པུ་མིན་པར་ད་སུར་དེ་ལ་ཡང་སུར་གི་རྩམ་པ་དེའི་ནང་ལ་ད་དཀར་གསུམ་ལ་གསུམ་དེ་གའི་དེ་བླུག་ཡང་གལ་ཆེན་པོ་རེད་ཨ་ནི་མར་དང་མ་འབྲེལ་བ་བྱེད་དཀར་གསུམ་ལ་གསུམ་དེ་གའི་དེ་བླུག་ཨ་ནི་དེ་ནས། གསུར་གྱི་རྒྱ་ཆོ་ག་ཟེར་ན་སྡོམ་པ་རྒྱས་བསྡུས་ཁ་ཤས་ཡོད་རེད། ཨ་ཁ་ཤས་ལ་ནི་ཤོག་ངན་གཉིས་སུ་མ་དུ་མའི་གདེང་འདི་འདྲའི་ཡོད་རེད་དཔེར་ན་དཔལ་ཆེན་བློ་བཟང་ཆོས་རྒྱལ་གྱིས་མཛད་པའི་ཚ་གསུར་དེ་ཡིན་ན་ཤོག་ངན་གཉིས་གསུམ་གྱིས་མ་གཏོགས་ཡོད་མ་རེད་ཞེ་དྲག་དུས་དུས་རེད། དེས་ན་སྐྱབས་འགྲོ་སེམས་བསྐྱེད་འདོན་ཡག་རེད་འདི་ནི་གསུར་གྱི་བྱིན་རླབས་བྱེད་ཡག་དང་བསྔོ་བ་བྱེད་ཡག་དང་དེ་འདྲའི་ཁག་ཅིག་ཡོད་རེད་ཅེ་ན་འདི་ཡིན་དུས་དེའི་གཞན་དོན་དེ

ཁྱུག་ཙིག་སྐྱེས་ནས་ཨ་ནི། ཅིག། འགྲོ་བ་དགའ་བ་སྐྱེས་ཡོད་ན་དམྱལ་བ་སྐྱེས་ཡོད་ན་ལྷ་སྐྱེས་ཡོད་ན་ཡར་སྐྱེས་འགྲོ་བས་ད་གཟུགས་མེད་སྐྱེས་བ་ནི་བར་དོ་མི་ཚེ་ཡོད་མ་རེད། ཤི་འཕོས་པ་དང་གཟུགས་མེད་དུ་སྐྱེས་བ། ད། གཟུགས་མེད་བའི་མིང་བཞིའི་ཕུང་པོ། ཚོར་བ་འདུ་ཤེས་འདུ་བྱེད་རྣམ་པར་ཤེས་པ་བཅས་ཕུང་པོ་བཞི་ཙམ་བླངས་པ། འདིའི་དོན་ནི་ད་གཟུགས་མེད་པར་སྐྱེས་བ་ཟེར་དུས། ཁོ་རང་གིས་བླངས་ཡག་གི་བླངས་འདས་ཕུང་པོ་འདི་ལ་ཕུང་པོ་ལྔའི་ནང་ནས་གཟུགས་ཕུང་མེད་པ། ད་ཕུང་པོ་ལྷག་མ་བཞི་ཙམ་བླངས་པ་འདི་ཡིན་དུས། ད་འགྲོ་བ་ག་ནས་ཤི་འཕོས་པ་ཡིན་ན་ཤི་འཕོས་མ་ཐག་ཏུ་གཟུགས་མེད་དུ་སྐྱེས་འགྲོ་བར་འདི་ལ་བར་དོ་ཡོད་མ་རེད། ད་གཟུགས་ཁམས་དང། འདོད་པ་སྐྱེ་ངེས་ཅིག་ཡིན་ན། འདོད་པ་ཡིན་ན་ད་འདོད་པའི། ལྷ་མིན་ལྷག་མ་ཡིན་དམྱལ་བ་ཡིན་ད་དུད་འགྲོ་ཅིག་ག་བ་སྐྱེས་པ་ཡིན་ན་བར་དོ་རྒྱུན་ནི་འགྲོ་དགོས་ར་བྱེད་ན་བར་དོ་དེ་ལ། དུས་ཚོད་ཐུང་ཐུང་མ་དུ་མེད་པ་ཡོད་རེད། ག་ཚོད་ཀྱི་ད། ཚེ་རིང་བ་ཡིན་ན་ཉི་མ་བདུན་རེད། ཨ་ཉི་མ་བདུན་ནང་ལ་ཡོད་སྐོར་སྐྱེ་བ་གླང་སོགས་མ་བྱུང་པ་ཡིན་ན་ཡང་བརྒྱ་བར་དོར་སྐྱེ། དེ་ནས་ཡང། དུས་གཉིས་པ་ནི་ནང་ལོགས་ལ་སྐྱེ་བ་གླང་སོགས་མ་བྱུང་ན་ཡང། བར་དོའི་སྐྱེ་བྱེད་ཅེས་ནི་ད། ཚེ་ཚད་དེ་ཉི་མ་བདུན་བྱེད། བར་དོ་གནས་ཚད་དེ་ཞག་བཞི་བྱེད་དགུ་ཡིན་གསུང་བ་རེད། ཞག་བཞི་བྱེད་དགུ།

ཚེ་ཚད་དེ་ཞག་བདུན་ཟེར་ཡ་དེ་ཁོ་རང་གྲོགས་ག་བ་སྐྱེས་ཀྱི་ཡོད་པ་ན་འགྲོ་བ་དེ་ཡི་གི་ཞག་དབང་དུ་བྱས་པ་ཡིན་སྲིད་ད་དེ། ད་ཆ་བོད་མང་པོའི་ནང་གསལ་ཐིག་གི་འདུག་དེ་ཡིན་དུས་ད་གང་ལྟར་བར་དོའི་གི་ཚེ་ཚད་དེ་ཞག་བདུན་བྱེད། དེ་ནས་ཡང་སྐྱ་བ་བླང་ས་མ་བྱུང་བ་ཅིག་བར་དོའི་སྐྱེས་ཡང་བར་དོའི་སྐྱེས་འདུག་བྱས་བྱས་ནས་ད་གང་ལྟར་གནས་གནས་ཚད་དེ་བར་དོའི་དེ་གནས་ཚད་དེ་ཞག་མ་བཞི་བཅུ་ཞེ་དགུ་བྱས་བྱས་ནས།

ཁྱེད་རང་ནི་དུས་འཛིན་བརྩེ་ཡ་དེ་ད། དངོས་གནས་རང་བྱས་པ་ནི་དུས་འཛིན་བརྩེ་ཡ་དེ། རྣམ་ཤེས་དེ་ཕུང་པོ་ནི་ཡང་ཐོས་ཚར་བ་ནི་མི་ཤེས་ནི་རྩིས་དགོས་མིན་དུ་བཞེད་ད་ང་ཚོ། འཆི་བའི་སྐབས་ནས་བྱས་ཏེ་འཆི་ནས་ད་རྣམ་ཤེས་ལུས་ནི་མ་མཐུན་པའི་པར་རུ་དེ་ལ་ཡང་ཉི་མ་གསུམ་མཛོད། ཨ་ནི་ཅིག་སྐྱེས་བུ་དམ་པ་འདི་འདྲ་ཡིན་ན་ད་ཐུགས་དམ་ཞུ་ཡ་ཉི་མ་དུས།

བོད་ཚེས་བཅུ་བཞིར་ཁེལ་བ་ཡིན་ན་བཅོ་ལྔ་ལ་ཡང་དུས་འཛིན་ཏེ་གསུངས། ད་ནི་བཅུ་དྲུག་ཁེལ་བ་ཡིན་ན་བཅོ་ལྔ་ལ་ཡང་ཚུད། ལྔས་ལ་ཡང་ཚུད་ཐེངས་གཅིག་ནི་འདིའི་ཉིན་མོ་དེ་ཆོ་ག་གཏང་བཞག་པ་ཡིན་ན་ཕན་ཆད་རང་བཞིན་རེད། ཡང་ན་ནི། དུས་ཆེན་ཉིན་མོ་འདི་ལ་ཆོ་ག་རྒྱས་པོ་གཅིག་གཏང། ཉག་གཅིག་དུས་འཛིན་དུས་འཛིན་ཁོ་རང་གསུངས་ན་འགྲིག་རེད། འདི་མེད་ན། དུས་ཆེན་ཉིན་མོ་དེ་གས་མེད་པ་གཅིག་ནི་འདིའི་སྔ་གཞུག་གང་རུང་ལ་ཡང། གཅིག་དུས་འཛིན་ཁེད་ཀྱིས་འདིའི་ཉིན་མོ་དེ་ཆོ་ག་ཟེར་ན་ད་དུས་འཛིན་གསུངས་པ་ཡིན་ན། དེ་ལས། གཅིག། གཞུག་ལ་ཁེད་ཡིན་ན་ཚུལ་གཉིས་མངལ་ལ་འཐེན། མངལ་ལ་ཁེད་ཡིན་ན། གཞུག་དེ་ལ་ཕར་འཐེན་བྱེད་ཅིག་ནི། ཚེས་གསང་དུས་གསང་དེ་ལ་ཡང་སྲུང་འཛིན་ཞུས་པ་ཡིན་ན་འདི་ཕན་ཆད་ཡོད་བསྡད་ཅིག་རེད་ཡང་འདི་མཁྱེན་དགོས་ཅིག་རེད་ཡིན་གཅིག་མིན་གཅིག་དུས་འཛིན་འདིའི་ཉིན་མོ་རང་ལ་ཡང་བྱེད་པ་ནི་ཕན་ཆད་འདི་འདྲ་གས་མ་རེད། དུས་འཛིན་སའི་སྟེང་གི་ཤུལ་བུ་ཞིག་བཟུང་གི་བར་དོའི་ཚིག་ཚད་དང་གནད་གཟིགས་ཀྱི་སྐད་ཆ་རེ་བ། དེ་ཡང་དག་ཅིག། ང་ཚོ་འགྲོ་བ་སོ་སོའི་འདི་བྱས་པས་ན། ད་དུང་ཞེད་དགུ་བཙལ་ཏེ་ད་ང་ཚོ་མི་ཡུལ་གྱི་ཞྭ་མོ་ཞིག་བཟུང་རྩིས་འདི་གི་བར་བ། འོ་ད་འདི། མཁྱེན་དགོས་གཅིག་རེད། དུས་འཛིན་ད་གསུང་གསུང་ཡག་གི་ད་འདི། དེ་ནས་ད། ད་ནི་གས་བཤད་ཞུ་ཡ་གཅིག་ལ་ཡ་ད། དུས་འཛིན་ཞི་བའི་སྐོར་དེ། ཅིག། ད་ད་ལྟ་གལ་ཆེན་པོ་ཁ་ཤས་ཡིས་གལ་ཆེན་པོར་བརྩི་གི་ཡོད་ཟེར། ད་འདི་གལ་ཆེན་པོ་ཆགས་ཀྱི་རེད་ཆགས་ཀྱི་མ་རེད་ཟེར། ད་འདི་ཅིག་རེད་ཤག། ཅེས་ད་འདིའི་སྐོར་དེ་ད་ལྟ་ཚན་པ་གཉིས་པའི་ནང་ཞུས་བྱ་གནང།